ཡིན། ད་འདོད་ད་ག་རང་ཡིན་དགག་པ་ཚད་མཐོ་པོའི་ངོས་ནས་དགག་པ་རྒྱག་གི་ཡོད། རྒྱུ་མཚན་གང་ཡིན་ཞུས་པ་ཡིན་ན། ད་ལྟ་ཡི་གེ་བདེ་བདེ་ངས་ཁྲིམས་ཞིབ་པ་གཉིས་འདིས་ཁྲིམས་འགལ་བྱས་པ་འདི་གསལ་བོ་རེད། ད་ག་ན་ཤེས་བཙན་འཛུལ་བྱས་པ་འདི་གསལ་བོ་རེད་གང་ཡིན་ཟེར་ན། ང་ཚོ་ཁྲིམས་མཐུན་གྱི་ཐོག་ནས་ཡར་ཤོག་ལ་ངས་སུ་གཅིག་ཡོད་མ་རེད་ད་ག་ན་བཞིན། ང་ཚོ་སྤྱི་འཐུས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ནང་ལ་གསུམ་ཆ་གཉིས་ཀྱི་དཔེ་ཞབས་པའི་གི་གང་ཟག་གཉིས་ཆགས་བསྡད་ཀྱི་ཡོད་རེད་དེ་འདྲས་ཡིན་ཙང་ཡིག་ཆ་ཨང་གསུམ་སོ་དགུ་འདི་ད་ལྟ་ནུས་མེད་ཆགས་ཡོད་མ་རེད་དཱ། ད་ལྟ་ལྷག་བསྡད་ཡོད་རདའས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཀྱི་ཡིག་ཆ་ནང། དེ་འདྲ་ཡིན་དུས་འདི་གང་ལྟ་ནུས་མེད་མ་ཆགས་གཙང་མ་མ་ཆགས་བར་དུ། ག་དུས་ཡིན་ནས་དགག་པ་རྒྱག་གི་ཡིན་གང་ལྟ་མི་འདི་གཉིས་ཁྲིམས་འགལ་བརྡ་བཙན་འཛུལ་བྱས་པ་འདི་གསལ་བོ་རེད། ད་ག་ནང་བཞིན་གྲོས་འཆར་འདོན་ངེས། སྲིད་སྐྱོང་གིས་ཁ་སང་འགྲེལ་བཤད་ག་རེ་རྒྱག་རེད་ལབ་ན། ད་གང་ལྟ་དམངས་གཙོ་ཚད་ལྡན་ཡོང་དགོས་དགོས་རེད། དེ་འདྲ་ཡིན་དུས་དམངས་གཙོ་ཀ་བ་གསུམ་ཆ་ཚང་ཡོད་དགོས་དགོས་རེད། སྲུང་དགོས་རེད་དམངས་གཙོ་ཚད་ལྡན་ཡོང་དགོས་ཀྱི་ཡོད་ན་ཁྲིམས་དང་སྒྲིག་གཞི་སྲུང་དགོས་ཀྱི་མ་རེད་པས། དམངས་གཙོ་ཚད་ལྡན་ཡོང་དགོས་རླབས་ཆེན་འདི་སྒྲིག་ཞིག། ལག་བསྟར་མ་བྱེད་ངེས། བརྩི་སྲུང་མ་བྱེད་ངེས་འདི་ཚོ་ལ་གུ་ཡངས་བཏང་ཨ་མི་ངོ་སྲུང་འདི་གོ་རེད། དེ་འདྲའི་ཨེན་ཙང། སྐད་ཆ་དེ་ཚོ་ཏག་ཏག་བསྡད་ཀྱི་མི་འདུག་སྲིད་སྐྱོང་ངོས་ནས་ད་ག་ན་ཤི་ཡི་གེ་ཁྲིམས་ཤིག་ག་ནང་ལ་ཁྲིམས་དོན་ཁྲིམས་ཞིབ་པ་མིང་ཁུ་དེ་ངས་གང་ཟག་གཉིས་དེ་ལ་ཁྲིམས་མཐུན་ངོས་འཛིན་བྱེད་ཀྱི་ལབ་ཡོད་རེད་བ། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཆོད་བཞག་ཞོག་ཡིག་ཆ་ཨང་གསུམ་སོ་དགུ་དེ་ག་འདྲི་ནུས་མེད་བཏང་ཐུག་གི་རེད། དེ་ཁྲིམས་མཐུན་བཞག་བཞག་ཡོད་མ་རེད་བས།

ག་ཟླ་ཁྲིམས་ཞིབ་པ་མིང་ཁུར་དེ་ངེད་གཉིས་ཀྱི་ཁྲིམས་འགལ་ཡིན་པ་བརྩི་སྲུང་ག་ལ་བ་བཙན་བཟུང་བྱས་ནས་ཡོང་དེ་ངེད་ཡིན་པ། དུས་རྟག་ཏུ་དགག་པ་རྒྱག་གི་ཡོད་ད་འདོད་མུ་ཐུན་དགག་པ་རྒྱག་གི་ཡིན་ཟིན་བསྡད་ཅིག་ཞུ་ཡ་ཡིན་ད་ག་ན་ཞིག་ཚོགས་གཙོ་གི་ཁ་སང་འདི་ན་མ་གསལ་བཤད་གནང་སོང། འདས་པ་དེ་འདས་པ་རེད། འདས་པ་དེ་འདས་པ་རེད་ལབ་ན་གར་གསུང་གི་ཡོད་རེད། ཡིག་ཆ་ཨང་གསུམ་སོ་དགུ་དེ་ཨ་ནི། ད་ག་ག་ཡོད་མ་རེད་གསུང་གི་འོར་བས། ཚོགས་གཙོ་སྐུ་བརྒྱ་གང་བསྡད་ཚ་བསྡད་ཞུ་ཚར་བའི་རྗེས་ལ་ཡིག་ཆ་ཨང་གསུམ་སོ་དགུ་དེ་ཡོད་མ་རེད་གསུང་གི་འོར་བས། སྐད་ཆ་དེ་ཚོ་རྩ་བ་ནས་ཏག་ཏག་བསྡད་ཀྱི་མི་འདུག་ད། མ་འོངས་པ་བྱེད་ཕྱོགས་བསམ་བློ་གཏང་དགོས་རེད་གསུང་དགོས། མ་འོངས་པ་བྱེད་ཕྱོགས་བྱེད་དགོས་ན་ཁྲིམས་དང་སྒྲིག་གཞི་བརྩི་སྲུང་བྱེད་དགོས་ཀྱི་རུ་བ། ཁྲིམས་དང་སྒྲིག་གཞི་དེ་ཕར་བཤད་མི་ངོ་སྲུང་ཡ་བྱེད་དོ་ལ་ནི་བསྡད་པ་བསྡད་པ་རེད་གསུང་ན་ག་རེ་གསུང་དགོས་རེད་སྐད་ཆ་དེ་ཚོ། ཚོགས་གཙོའི་རྐུབ་བཀྱག་ཁང་ལ་བཞུགས་བས་ཀྱི་བཀའ་མོལ་དེ་རེད་མི་འདུག་ད། དེ་ཚོ་དགོངས་པ་ཡག་པོ་བཤད་ནས་བཀའ་མོལ་གནང་དགོས་ཀྱི་རེད་མ་གཏོགས། ལས་དོན་སྒྲུབ་དགོས་ཀྱི་རེད་ལས་དོན་བྱེད་དགོས་ཀྱི་རེད་ལ་ཁྲིམས་དང་སྒྲིག་གཞི་མ་སྲུང་ན་འགྲིག་མ་རུ་བ། ཁྲིམས་བཟོ་ལས་བཟོ་ལ་དམིགས་བསལ་ང་ཚོ། ཁྲིམས་དང་སྒྲིག་གཞི་སྲུང་དགོས་རོགས། མི་ངོ་སྲུང་བདེན་ཚིག་གིས་དམངས་གཙོ་ཚད་ལྡན་ཡོང་ཐུག་མ་རྡ། དམངས་གཙོ་ཚད་ལྡན་ཡོང་དགོས་ན་ཁྲིམས་དང་སྒྲིག་གཞི་སྲུང་དགོས་རོགས། ཁྲིམས་དང་སྒྲིག་གཞི་བར་ལ་མི་གང་སར་འགྲོ་མ་ཐུབ་ན། ད་ག་ན་བཞིན་ཨ་ནི་མི་སུ་གཅིག་གི་བར་ལ་གཅིག་འགྲོ་ཐུག་མ་རྡ། དེ་འདྲ་ཡིན་ཙང་མ་འོངས་པ་ག་ད་ཁྲིམས་དང་སྒྲིག་གཞི་མ་སྲུང་བྱུང་ཚེ་དུས་རྟག་ཏུ་དགག་པ་རྒྱག་གི་ཡིན་ད་འདོད་ཡིག་ཆ་ཨང་གསུམ་སོ་དགུ་ལྷག་ཡོད་ར་ད། ཤུལ་དེའི་སྐར་མ་དགེ་ལེགས་ལགས། དཔལ་ལྡན་ཚོགས་གཙོ་མཆོག། ཡིག་ཆའང་བཅུ་དགུ་པའི་ཐོག་ལ་ཡང་བྱ་བ་གཉིས་པ་འཕེལ་བཞིན་པ་རེད། བྱས་ཙང་བགྲོ་གླེང་རེད་དང་བཟོ་བཅོས་གྲོས་འཆར་རེད་ག་རེ་ཡིན་ན་གནང་ཆོག་གི་ཡོད་རེད། དེ་འདྲའི་དུས་ཡིན་པ་ལ་ཡང། བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་དྲུག་ཅུ་དང་གསུམ་པའི་ནང་ཚན་གཉིས་པའི་གིས། ཆོས་དད་ཁྲིམས་ཞིབ་པ་ཆེ་བ་རེད་ཁྲིམས་ཞིབ་པ་གཞན་གཉིས་ཀྱི་འོས་ཆོས་ཐོག་ལ་ཡང། བཅའ་ཁྲིམས་བསྐྱར་བཅོས་གཅིག་ད་རིང་བཀའ་ཤག་གིས་ད་ཐེངས་གཉིས་པ་ཕེབས་བཞིན་འདུག་བསྣམས་ཕེབས་པ་རེད། འདི་ལ་ཡང་རྒྱབ་སྐྱོར་ཞུ་གི་ཡོད་ཅེས་ཞུས་པ་ཡིན། བཅའ་ཁྲིམས་དོན་ཚན་གསུམ་སོ་དྲུག་ནང་ལ་ཡང་ཁྲིམས་བཟོའི་ལས་དོན་འདི་བོད་མི་མང་སྤྱི་འཐུས་ལྷན་ཚོགས་ལ་བསྐུར་བཞག་ཡོད་རེད། བྱས་ཙང་བཅའ་ཁྲིམས་བསྐྱར་བཅོས་བྱས་རེད་ད་དེ་བས་མཐོ་ལ་ལས་དོན་ག་རེ་ཡིན་པ་ཡིན་ནའི་འདི་ཆ་ཚང་གཅིག་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་མ་གནང་པ་ཡིན་ན། ལམ་ཁ་གཞན་དག་ཡོད་མ་རེད། གང་ལྟའི་ང་ཚོའི་དཀའ་ངལ་འདི། ལམ་ཁ་གཉིས་རང་རེད་གང་ལྟ། ཡང་ན། ད་ལྟའི་བཀའ་ཤག་གི་གནམ་ཕེབས་པ་འདི་འོས་ཆོས་འདི་བསྐྱར་བཅོས་བྱས་རེད་ཡང་ན། ད་ལོ་སུམ་ཅུ་འདི་བཞི་བཅུ་བཟོ་གི་ནས་རེད་སུམ་ཅུ་སོ་ལྔ་བཟོ་གི་ནས་རེད་གང་ལྟར། འདི་མ་གཏོགས་འདི་གཉིས་ལས་ལྷག་པའི་ལམ་ཁ་ཅིག་ཡོད་མ་རེད། དེ་འདྲས་ཡིན་དུས་རྩོམ་པ། ནི། བདག་ལོ་སུམ་ཅུ་ཟད་དེ་ཉིས་སྟོང་ཉིས་བརྒྱད་ཀྱི་ཕྱི་ཟླ་དྲུག་པ་ནས་ཁོ་དུས་ཡུན་རྫོགས་པ་རེད། ཞང་འདི་ལ་ཡ་ཏི་ང་རང་ཚོ། སྐབས་བཅུ་བདུན་པའི་བོད་མའོ་སྤྱི་འཐུས་ལྷན་ཚོགས་ཀྱི་ཐོག་ནས་བཅའ་ཁྲིམས་བསྐྱར་བཅོས་དུས་ཐོག་ལ་ཡ་གནང་མ་ཐུབ་པའི་རྒྱུ་མཚན་ལ་བརྟེན་ནས་ད་ལྟའི་དཀའ་ངལ་འདི་ཆགས་ཀྱི་ཡོད་རེད་ཟེར་ཞོར་ཡིན། དེ་ནི་ངས་མཐའ་དོན་དུ་ག་རེ་ཞུ་དགོས་ལབ་པ་ཡིན་ན། ད་ང་རང་ཚོ་དཀའ་ངལ་འདི་གང་ཚད་འདུག་ཟེར་མུ་མཐུད་ནས་སླེབས་པ་རེད། ཐོག་མ། དམ་འབུལ་བྱེད་ཕྱོགས་ཐོག་ལ་ཡང་དཀའ་ངལ་བྱུང་རྗེས་ཐང་མ། དམ་འབུལ་བྱེད་ཕྱོགས་ཐོག་ལ་ཡང་དཀའ་ངལ་སེལ་མ་ཐུབ་པ་བྱས་རྗེས་ཐང་མ་སྤྱི་འདོམས་ཁོངས་སུ་སྐྱབས་མགོན་ཆེན་པོ་མཆོག་ལ་ཡང། ནི། མཚན་གོས་ཉི་ཤུ་ཕུལ་ཐུབ་པ་རེད། ཕུལ་རྗེས་ནས། ནི་སྤྱི་འདོམས་ཁོངས་སུ་སྐྱབས་མགོན་ཆེན་པོ་མཆོག་གིས། གང་ལྟར་བཀའ་བློན་ལམ་སྟོན་གཞིར་བཟུང་གི་ཐོག་ནས་ང་ཚོར་དམ་བཅའ་ཕུལ་བ་རེད། ནི། སྤྱི་འདོམས་ཁོངས་སུ་སྐྱབས་མགོན་ཆེན་པོ་མཆོག་ལ་ཡང། གང་ལྟར་ང་ཚོས་ཐུགས་ཕམ་ལྷན་ཅིག་བཟོས་ཚར་བ་རེད།

ཐོག་ལ་བགྲོ་གླེང་གླེང་བ་སྐབས་སུ་ལ་དགོངས་པ་བཞེས་ཕྱོགས་ཐོག་ནས་ད་སྡེ་བའི་གནས་ཚུལ་འདི་བདེ་བ་དང་ད་གོམ་པ་མདུན་སྐྱོད་རྒྱག་དགོས་ཀྱི་རེད་ཟེར་ན་ནས་བཀའ་སློབ་ལམ་སྟོན་ཕེལ་བ་རེད། གནད་འགག་ཆེན་པོ་རེད་ཞུ་བ་ཡིན། ཡིན་ནི་ཡང་དཀའ་ངལ་འདུག་ང་རང་ཚོ་གནས་སྟངས་མང་པོ་ཅིག་གི་ཐོག་ནས་ལངས་ཕྱོགས་ཅིག་ཟིན། འདིའི་རྒྱུ་འགན་གི་ཐོག་བྱས། ད་ད་ལྟ། ཧ་ལམ་ལོ་གཉིས་ལྷག་གི་གནས་ཚུལ་གྱི་ཐོག་ནས་ད་ད་ལྟ། གནས་སྟངས་འདི་འདྲ་ཅིག་ལྷག་བསྡད་ཀྱི་ཡོད་རེད། ཁྲིམས་འཆར་འདི་འདྲ་ཅིག་ཀླད་དགོས་པ་ཆགས་ཀྱི་ཡོད་རེད། ཡིག་ཆ་ཧམ་གསུམ་སོ་ཀྱི་ལུང་འདྲེན་གྱི་ཐོག་ནས་ཁ་སང་དགག་པ་རྒྱབ་པ་རེད། རྒྱུ་མཚན་ཡོད་རེད། ད་ལྟའི་དགག་པ་ལེགས་ཡོད་རེད། ཡིག་ཆ་ཧམ་གསུམ་སོ་ཀུ། ནུས་མེད་བཏང་ཡ་ལ། གྲོས་ཚོགས་ལ་ནུས་པ་ཡོད་མ་རེད་ལ། ལག་བསྟར་བཏང་ཡ་ལ་ནུས་པ་ཡོད་མ་རེད། དངོས་ཡོད་རེད་ད་དེ་ཁས་ལེན་བྱས་དགོས་ཀྱི་རེད། ད་ད་ག་རང་གི་ཐོག་ནས་ད་རུང་དེ་དེ་བ་ཡིན་ན། ང་ཚོ་དཀའ་ངལ་ག་འཕྲད་ས་རེད་ད་འདས་ཀྱི་གནས་བབ་ཐོག་ནས་ཁྲིམས་ཞིབ་ཁང་སྟོང་པ་ཆགས་འགྲོ་གོ་རེད་ད། དེ་ནི་རྩིས་ཞིབ་ཀྱི་གནས་སྟངས་ཅིག་ཆགས་གོ་རེད་འོས་བསྡུ་ཀྱི་གནས་སྟངས་ཅིག་ཆགས་གོ་རེད་ག་ལི་ག་ལི། དཀའ་ངལ་ཅིག་འཕྲད་ཀྱི་འདུག་བ་དེ་སོང་ཙང། ང་རང་བསམ་ཚུལ་ལ། ད་འདས་ཀྱི་ཁྲིམས་འཆར་གཉིས་བསླེབ་ཀྱི་ཡོད་རེད་འགྲོ་དགོས་ཀྱི་རེད་བསམ་གྱི་འདུག་འགྲོ་དགོས་ཡ་ཅིག་ཆགས་ཀྱི་ཡོད་རེད། དེ་ལ་སོ་སོའི་སྔོན་ནས། བགྲོ་གླེང་བྱུང་བ་གཞིར་བཟུང་བསྐྱར་བཅོས་ཀྱི་ཚིག་སྤྱོད་ཐོག་ལ་གནས་སྟངས་ཁ་ཤས་ཅིག་སླེབས་སོང། གང་ལྟར་འདི་འདྲའི་བསྐྱར་བཅོས་ཀྱི་ཐོག་ནས་ཅིག་འགྲོ་ཐུབ་ཀྱི་ཡོད་ན་འབད་བརྩོན་ཞུ་བས་ཡིན། ཡིན་ནས་མ་འགྲོ་བ་ཡིན་ན། དེ་གི་སྐུ་མདུན་གྱི་ཐུགས་ཕམ་ཟུག་རེད་ལ་སོགས་པ་དང་འདི་འདྲའི་རྩ་བ་ར་ནི་ཁས་ལེན་མེད་ད། དམངས་གཙོའི་གྱི་ཐོག་ནས་སོ་སོ་གྱི་ཆ་ཤས་ལེན་འབད་བརྩོན་བྱས་བགྲོ་གླེང་བྱས་གུས་བརྩི་ཞུས། ཐབས་ཤེས་བྱས་ནས་ནི་འབད་བརྩོན་ཅིག་བྱེད་དགོས། ཆ་དེ་བཞག། ད་འདས་ཀྱི་ལས་དོན་འདི་ཡིག་གི་ཐོག་ནས་ང་ཚོས་དཀའ་ངལ་འཕྲད་རེ་དཀའ་ངལ་འདི་ཁས་ལེན་ཞུ་དགོས་རེ་ད་གོམ་པ་རྒྱ་བའི་ཆེད་དུ་འདི་ཡིག་གི་ཨ་ནི་ལང་ཀ་འདི་ཟིན་རྗེས། བསྐྱར་གསོས་ཀྱི་ལམ་ཅིག་ངས་མཐོང་བསྡད་ཀྱི་འདུག་ཁྲིམས་འཆར་གཉིས་ཀ་འབྲེལ་བ་འདི་གར་ཆགས་ཀྱི་འདུག་ཟེར་བ་འདྲ་ཁྲིམས་འཆར་དང་པོ་འདི་འགྲོ་བ་ཡིན་ན། དམ་འབུལ་ཞུ་ས་རྗེས་ནས་ཡོད་མ་རེད། བཅའ་ཁྲིམས་ཀྱི་ཐོག་ནས་འགྲོ་ཐུབ་བ་ཡིན་ན་དམ་འབུལ་ཞུ་ས་ཡོད་མ་རེད། དེ་སོང་ཚ། ཁོ་གཉིས་ཀ་འགྲོ་བའི་ཐོག་ནས་བློ་ཟུར་གནས་པའི་ཐོག་ནས་རེ་བ་ལ། གལ་སྲིད་དགོངས་པ་ཅིག་བཞེས་ཐུབ་བ་ཡིན་ན། ཏན་ཏན། འབད་བརྩོན་བྱེད་དགོས་རེད་བསམ་གྱི་འདུག་དེ་ཡིན་དུས་དཔའ་འདི་སོ་སོ་ཆོས་རྗེས་ནས་ཏན་ཏན་བཟོ་བཅོས་ཀྱི་ཐོག་ནས་གོ་སྐབས་རག་གི་རེད་དེ་ལ་དགའ།